རྡོ་རྗེ་གདན་ནས་འདེགས་ཀྱི་བར་དུ་མོ་བྲ་དང་རྐང་ཐང་དང་དེ་འདྲ་གི་རྟགས་ཤར་གི་མི་འདུག་སྒོར་སྒོར་གི་ས་གྲ་ནང་ལོགས་ལས། ཕ་རྗེ་དེ་སྤོ་ད་ལ་ཡོད་ས་གི་རི་དེ་གི་ས་ཁྱོན་འདྲ་བོ་དེ་ད་ཤིང་ནགས་དང་དེ་འདྲ་གྱི་མོ་བྲ་དང་དེ་འདྲ་འགྲོ་ས་མེད་ས་གི་ས་ཆ་རེད་འདུག་བ་དེ་གི་མེ་འགྲོ་སང་འདུག། རྣམ་འདྲེན་ལ་ཕྱིན་པ་ཡིན་ན་རྡོ་རྗེ་གདན་གྱི་དགའ་ཡི་གནམ་ཐང་ནི་པོ་ཏཱ་ལ་དང་ཐ་སྙད་ཤོད་ཀྱི་གནམ་ཐང་དེ་སྐེ་རགས་ལས་ནང་ལོགས་ཆགས་ཀྱི་ཡོད་ས་རེད་དེ་གི་བར་དུ་ལས་ད་གནམ་གྲུ་ཆུ་ཚོད་དགུ་ལྷག་ཙམ་འགྲོ་དགོས་གི་འདུག་ད་ལྟའི་ཆུ་ཚོད་དགུ་ཟེར་ཡ་དེ་གནམ་ཐང་ཁ་ཤས་ལས་ཆུ་ཚོད་མང་པོ་སྒུག་ནས་གནམ་གྲུ་རྗེས་མ་བརྗེས་ནས་འགྲོ་དགོས་ཡ་སྐད་ཆ་ཡིན་རྒྱུ་རེད་བསམ་གི་འདུག་སི་ཏང་གི་རྡོ་རྗེ་གདན་ནི་པོ་དང་ལག་གི་བར་དུ་ཐད་ཀར་ཐིག་བརྒྱབ་པ་ཡིན་ན་ཀི་ལོ་མི་ཀྲ་སྟོང་ཕྲག་གཉིས་མ་ཟིན་བཙལ་གྱི་འདུག་དེ་ནས་པོ་ཏཱ་ལགས་རང་ཡོད་ས་ལ་མ་ཕྱིན་ནས་བལྟས་པ་ཡིན་ན། སྡོད་གཟིགས་བྱེད་དུས་པོ་ཏཱ་ལགས་ཁོ་རང་གི་རི་དེ་ད་ལྟ་རྟ་མི་ན་རྡོ་དང་ཀེ་ར་ལ་གཉིས་ཀྱི་ས་མཚམས་བྱེད། ས་མཚམས་ཀྱི་ནང་ལོགས་ནས་མངའ་སྡེ་གཅིག་ཁོངས་སུ་གཏོགས་དགོས་ཡོད་པ་ཡིན་ཙང། རྟ་མི་ན་རྡོ་གི་ཁོངས་སུ་བརྩི་བསྡད་ཡོད་པའི་བཟོ་ལ་གྱིན་འདུག་ཡིན་ན་ཡང་དེའི་ལས་འབྲོང་ཁའི་ཕར་ཁྱེར་བ་དེ་ཀེ་ར་ལ་ནས་ཚུར་ཡོང་བ་ཡིན་ན་ཐག་ཉེ་བ་དང་འགྲོ་དེབ་བདེ་ཡང་འདྲའོ། འོ་དེ་འདྲའི་བྱེད་ཡས་ཡིན་པའི་བཟོ་འདྲ་ཅེས་བཤད་བསྡད་ཀྱི་འདུག་འདི་རྒྱ་གར་གྱི་ས་སོག་པག་གི་དབྱིབས་འདྲ་བོ་ཅིག་ཡོད་པ་དེ་གས་ད་སྣེ་སྣེ་དེ་ཆགས་ཀྱི་ཡོད་རེད་བ། འདི་ཚོ་དེ་ད་ཡི་ཤི་རི་ལང་ག་ཟེར་ཡ་གས་དེ་བྱེད། དེ་ནས་ར་མ་ཡཱ་གི་གཏམ་རྒྱུད་ཀྱི་ནང་ལོགས་ལས། སིང་ཡོལ་ལ་དམག་རྒྱག་པའི་སྐབས་སུ་དེ་ནི་ཟམ་པ་བཙོང་ནས་ཕྱིན་པ་རེད་ཟེར་འདི་ནི་པ་ཟམ་པ་གི་ཤུལ་ཡིན་ཟེར་ནས། ད་ནི་ཡུལ་སྐོར་སྤྲོ་འཆམ་འགྲོ་ཟེར་དེ་ནི་དེང་སང་མང་པོ་བཟོས་འདུག་བ། ས་བསྒྲགས་གཏོང་ལྟས་ཡག་ཡིན་ན་འདྲ་བོ་འདྲ་བོ་ཟམ་པ་གི་བཟོ་ལྟ་གི་དབྱིབས་འདྲ་ཅན་འདུག་བ། དེ་ལས་ཅུང་ཟད་ཚུལ་ཆེ་རུ་བཏང་བ་ཡིན་ན་ད་སྤོ་ད་ལ་ཡོད་ས་དེ་རྡོས་བྱེད། ད་འདི་ལ་རྡོས་བྱེད་ནི་འདི་ནི་མར་རྒྱུས་ཆེན་པོ་ཅི་མ་འདུག་བ། ཀི་ར་ལ་ད་ལྟ་མི་སྣ་དོ་གཉིས་ཀྱི་ས་མཚམས་འདྲ་བོ་ཆགས་ཀྱི་ཡོད་ས་རེད། ད་འདི་བ་ནས་ཀྱང་ཚུར་རྒྱུས་ཀྱི་རྡོས་བྱེད་ནི་ཡོད་བའི་བཟོ་ན་འདུག་བ། དེ་ཆེ་བ་མི་འདུག་ད་གང་ལྟར་འདི་གི་རྒྱུས་དེ་ལས་རི་གཡའ་མཚན་པོ་ཞིག་བུད་དེ་ན་འདུག། ད་འདི་སྐྱེས་ཟེར་ཤོག་དང་འདི་ལྷོ་ཕྱོགས་སྤོ་ད་ལ་ཟེར་ཡོང་དུས་ད་ཁོ་ལྷོ་ཕྱོགས་ཀྱི་ལྷོ་མི་ཏག་ཏག་ཆགས་ཀྱི་འདུག་ད་རྡོ་རྗེ་གདན་དུ་ག་བ་ཡོད་རེད་འདུག་བ་ཅི་ཡོད་རེད་བ་རྡོ་རྗེ་གདན་ཡིན་ནའི་ད་མ་བརྩིས་འདུག་ལྷོ་ཕྱོགས་ཆགས་ཀྱི་ཡོད་རེད་བ་ད་འདི་ནི་ཧི་མ་ལ་ཡའི་རི་རྒྱུད་དུ་ང་ཚོ་བོད་མཐོང་གི་འདུག་བ་ད་སྤོ་ད་ལ་ད་བོད་དང་འབྲེལ་བ་ག་རེ་ཡོད་རེད་ཟེར་ན་ང་ཚོ་བོད་ཀྱི་མི་རྒྱུད་དེ་ཕར་སྤྲེའུ་ཞག་འཇོ་ཟིན་པ་ལས་ཡོང་བ་ཡིན་ཟེར་དུས་ཞག་འཇོ་ཟིན་པ་དེ་ད་སྤོ་ད་ལགས་ནས་འདུག་ཅེས་ནས་བོད་ལ་ཡོང་བའི་སྐད་ཆ་དེ་བཤད་གི་ཡོད་རེད་བ། དེ་ལ་ཁ་ཤས་ཀྱིས་སྤོ་ད་ལགས་ལས་བཞུགས་བདེ་བས་ད་ཕོ་བ་ཤེས་རིག་ཟེར་གི་སྤྲུལ་པ་རེད་ཟེར་ཡོད་དང་ད་ཤེས་དང་ཁ་ཤས་ཀྱི་ནང་ལོགས་ལ་ཤེས་རིག་ཟེར་གི་དགེ་ཕྲུག་ཅིག་ནི་པི་ཡོ་ཅིག་བཏང་བ་རེད་ཟེར་ཡོད་གི་ད་ཤེས་དང་ཁ་ཤས་ཡོད་རེད་བ། གང་ལྟར་དེས་བོད་ལ་ཡོང་ནས་ནི་གྲིབ་ཕྲུག་མང་པོ་བཞུགས་ཅིག། ཨ། དེ་ནས་བྱུང་ནས་ཡང་བསྐྱར་སྤོ་ད་ལ་ལ་མར་ལོག་ནས། ཨ་ནི་གྲིབ་གྲོག་དེ་གས་ད་ད་དཀའ་ངལ་ཤི་བ་ཅིག་འདུག་ཟེར་བྱས་ནས་ཤེས་རེ་ཟས་ལ་ཞུས་ནས་ཡང་ཤེས་རེ་ཟས་ཀྱི་སྐྱོན་མི་ཡོང་ཟེར་ནས་འབྲུ་སྲིན་སྣ་ལྔ་དང་སེན་མོའི་ཟངས་ཤ་ལ་སོགས་པ་དེ་ཚོ་གནང་ནས་བོད་ལ་ཡར་ཡོང་ནས་གང་ལྟར་ང་ཚོ་བོད་ཀྱི་ཕ་སྐད་དེ་ད་འདི་གཉིས་ཀྱི་དཔའ་རོགས་ལ་ཞི་བ་ཅིག་གི་ཡར་མར་ལ་ཕེབས་བདེ་བས་གས་ད། གཏམ་རྒྱུད་དེ་འདྲ་ང་ཚོ་བོད་ཀྱི་ལོ་རྒྱུས་ནང་ལ་ཡོད་རེད་བ། དེ་ནས་ཡོད་དངོས་ཀྱི་པོ་ཏཱ་ལགས་ཀྱི་པར་རིས་ཁ་ཤས་ཀྱི་ངས་བཙལ་ཡོད། མང་དྲགས་ན་ཁྱི་མགོ་འཁྲུ་མཁན་འདྲ་བོ་རེད་བསམ་གྱི་འདུག་དེར་རི་ལྟེ་བ་འདྲ་བོ་དེ་འདི་བརྩི་བསྡད་ཀྱི་འདུག་རི་འདི་གི་ངོས་ཁ་ཤས་ནི་ལྟེ་བ་ཡིན་ན་ང་ཚོ་གངས་རིན་པོ་ཆེ་དང་འདྲ་བོ་ཤི་བ་རེད་ཤག་ད་གངས་རི་ཡིན་མིན་གྱི་ཁྱད་པར་དེ་རེད་མ་གཏོགས་ཁྱི་བཟོ་ལྟ་དེ་འདྲ་ཧོ་འདྲ་བ་བྱེད་འདུག། རིགས་ཀྱི་ཟས་ལས་སླེ་བ་ཡིན་ན་ད་འདིའུ་སེ་འདི་འདྲའི་འདྲ་ཧོ་དང་དེ་ནས་དྲང་སྲོང། དྲང་སྲོང་དེ་གི་མིང་དེ་རྒྱས་སུ་འདུག་ད་ང་ཚོ་ནང་པ་གི་ཤེས་སྟངས་སྐྱེ་བ་ཡིན་ན་དྲང་སྲོང་དེ་ད་འཕགས་བོ་ཤེས་རིག་ཟེར་དགེ་ཕྲུག་རེད་ཟེར་ཡ་དང། ཁོ་རང་ཚོ་ཧིན་དུ་ཤེས་སྟངས་སྐྱེ་བ་ཡིན་ན་ཡང་དྲང་སྲོང་དེ་ད་ལྷ་དབང་ཕྱོགས་དེ་འདྲས་ནས་ཤེས་ནས་ལྷ་མོ་ནག་དུག་གི་ཡི་གེ་དང་རིག་གཞུང་དང་མང་པོ་ཅིག་གི་སྟེང་འབྱུང་ཁུངས་དེ་འདི་ལ་གཏོགས་ནས། རེད་འདི་ད་ཁོ་རང་ཡུལ་མི་གིས་ཀྱང་ད་གནས་ཡིད་ལ་དེ་འདྲའི་ཆེན་པོ་ཞིག་བརྩིགས་ཡོད་ཟེར་བ། ད་ད་ལྟ་རེད་དེ་ཡོད་ས་ནས་ཕར་བལྟས་ཡ་ཡིན་ན། དུ་སི་ད་རི་རྒྱུད་དེ་གའི་རི་མང་པོ་ཞིག་གི་ཡ་མཚན་པོ་ཞིག་དེ་འདྲས་མཐོང་གི་འདུག་བ། དེ་ནི་ཤེལ་ཐང་གི་འདས་ཀྱི་ལོ་རྒྱུས། ངས་ཞི་བ་གས་ཤེས་ཀྱི་མེད་དེ། ད་ང་ཚོ་བཀའ་བསྟན་གསུང་རབ་ཀྱི་ནང་ལོགས་ལ་པོ་ཏཱ་ལ་དང་ར་བ་གྲུ་འཛིན་ཟེར་དེ་ཡང་ནས་ཡང་དུ་ཡོང་དེ་ཇེ་རེང་དུ་བ། ལྷག་པར་དུ་འཕགས་པ་དོན་ཡོད་ཞགས་པ་གས་གཞུང་རྒྱུད་དེ་ཚོ་ནང་ལོགས་ལ་ད་དེ་གས་སྐོར་མང་པོ་ཡོང་དེ་བ་དང། དེ་ནས་པོ་ཏཱ་ལ་ལ་བགྲོད་པའི་ལམ་ཡིག་དང་ཐན་ཀེན་ཟེར་ཡ་དང།

ཁ་ཚང་རོགས་ཞག་རྐང་སྐབས་སུ་ཤི་བ་རྣམས་ཀྱི་ས་ཆ་ཀ་ས་ཀར་ཡོད་བསྡད་པ་ཅིག་རྒྱ་ནག་ཀྲེ་ཅང་ཡིན་སང་སི་ཏོ་ཅིག་ལ་ཡོད་བསྡད་པ་འདྲ་བོ། དེ་ནས་འབར་མ་དང་དེ་ནས་རྒྱ་གར་གྱི་ས་ཆ་གཞན་དག་དང་ད་ཀ་ས་ཀ་ལ་ཡང་ལྷོ་ཕྱོགས་ཀྱི་རོགས་པོ་དག་ལ་ཡིན་ཟེར་དེ་འདྲས་ཡོད་བསྡད་པ་ཅིག་རེད་ཤག། ད་འདི་ད་ལྟ་མང་པོ་ཅིག་གིས་ངོས་འཛིན་བྱས་བསྡད་གཙོ་བོ་འདྲ་བོ་དེ། འཇར་པན་གྱི་མཁས་པ་གཅིག་གིས་ནི་ཞིབ་འཇུག་ཡུན་རིང་པོ་བྱས་ནས། སྤྱི་བཏང་གི་ཤེས་རིག་ཟེར་དེ་རྒྱ་ནག་དང་འཇར་པན་འདི་ཚོ་གི་ཆོས་བརྒྱུད་ཀྱི་ནང་ལོགས་ལས་ཞི་དྲག་གི་སྟེ། སྐད་བརྡ་ཆེན་པོ་ཁྱབ་ཆེན་པོ་རེད་འདུག་བ། དེ་དག་དེ་ཚོའི་བཤད་སྟངས་དང། ལྟ་མི་སྣ་ལྡོག་གི་དག་རིག་སྦྱོང་གི་ཐོག་ནས་བཤད་སྟངས་བཅས་ནི་ཁོ་རང་ཡུལ་དངོས་ལ་ཡོང་ནས་བརྟག་དཔྱད་བྱས་ནས། དངོས་གནས་ཀྱི་བཀའ་བསྟན་ནང་ལོ་ཤས་སྡེ་བའི་ལྷོ་ཕྱོགས་ཀྱི་སྤོ་ད་ལ་ཟེར་ཡ་དེ་ད་འདི་རེད་ཤག་སི། འོ་ཁོག་གི་ངོས་འཛིན་བྱེད་པ་ནི་བཟུང་སྟེ་ད་འདི་ཡོངས་གྲགས་བརྡ་ཁྱབ་ཆེན་པོ་ཞིག་ཆགས་བསྡད་པ་འདུག་སི་རེད་ཤག་སི། ང་ཚོ་བོད་ཀྱི་བོད་ཡིག་ནང་ལོ་ཡོད་སྡེ་བའི་ད་སྤོ་ད་ལ་བགྲོད་སྤེལ་གྱི་ལམ་ཡིག་དང་ཐེམ་སྐས་དང། སྨོན་ལམ་དང་ཞིང་བཀོད་དེ་ཚོ་བཏགས་ཡོང་དུས་ཇི་འདྲ་བོ་འདྲ་བོ། འདི་གི་ས་ཆ་ཆགས་སྡང་གི་ཡོ་རོ་བ་དང་གཉིས་དེ་ནང་ལོ་ཁྱེད་རྣམ་པ་གཅིག་གཟིགས་དོ། དེ་རྒྱ་གར་དེ་གི་གཉིས་ཀྱི་བཟོས་འདུག་ངས་དེ་ནས་ཁ་ཤས་ཀྱི་ཚུལ་དུ་མི་སྟོན་མི། རྒྱས་པར་བལྟ་བསམ་ན་དེ་ཁོ་རང་གི་དེ་རྟགས་ཤ་བསྡད་ཀྱི་འདུག་དེ་ག་ནས་བཙལ་ཡིན་ནའི་ཁོ་རང་ཡོ་ཁྲུ་ཏི་ཡ་ཡིན་ནའི་གོས་དེ་ནས་བཟོས་ཀྱི་འདུག་ཁོ་རང་དེ་ག་ལས་ཁྱེད་ནས་ཡག་པོ་བཟོས་ཤག། དེ་ནས་ད་ང་ཚོ་བོད་དང་འབྲེལ་བ་ཆེ་ཤོས་ཀྱི་བོད་ཀྱི་མི་རྒྱུད་སྤེལ་མཁན་གྱི་ད་ཀྲི་བྱ་འཇུག་ཟིན་པ་འདི་ནས་བྱུང་རེད་ཟེར་མཁན་གཅིག་ཤོས་ཡིན་པ། དེ་ནས་ང་ཚོ་བོད་ཀྱི་མེ་ལོང་མགོ་རུ་ཡིན་བསམས་སུ་གཅིག་ནི་སྤོ་སྟག་ལགས་ལས་ཕྱི་མི་ཚེ་ཡི་རིང་འཛིན་ཐོབ་ནས་བཞུགས་དུ་ཡོད་རེད་ཟེར་ནས་དེ་འདྲའི་གཅིག་གསུང་ཤ་བསམས་སོ། དེ་ནས་ཕྱི་དང་འདི་ལས་ཐེག་ཆེན་གྱི་བསྟན་པ་དར་ཡོད་པ་དེ་ནི་སངས་རྒྱས་བཅོམ་ལྡན་འདས་འདི་ཕེབས་ནས་རྒྱུད་མང་པོ་ཅིག་གསུངས་པའི་སྐོར་ཏེ། ཡོངས་འདི་གི་འགྲོ་བ་དང་དོན་བྱ་བ་ལ་སོགས་པ་དེ་ཚོ་ནང་ལོགས་ལ་ཤེས་རིག་ཟེར་གྱི་བཅུད་སྐོར་དང་གྲུབ་མཐའ་མང་པོ་ཅིག་གི་ནང་ལོགས་ལ་གསལ་བསྡད་ཀྱི་འདུག་དེ་ནས་ཐེག་ཆེན་གྱི་གཞུང་ཤེས་བཞིན་ལ་སོགས་པ་འདི་ནི་འདུལ་བ་དར་ཡོད་པའི་སྐོར་དེ་ཡང་འདི་འཕགས་པ་གྲོ་སྡེ་ཡོད་རུ་བ། གསལ་དྭངས་ཤེས་བཞིན་ལ་མཁས་པ་བཅས་ནི་མངོན་རྟོགས་རྒྱན་ལ་མཁས་པ་བཅས་མངོན་རྟོགས་རྒྱན་དང་ཤེས་བཞིན་གྱི་མདོ་དེ་ཚོ་ཕར་རྒྱར་ཡོང་དུས་ནི་ཁ་ཤས་ཀྱིས་ཏག་ཏག་མ་བསྡད་ནས་དཀའ་ངལ་འཕྲད་བསྡད་པའི་སྐབས་སུ། པོ་ཏཱ་ལ་ནི་ཉི་ཁྲི་ལེ་བརྒྱད་མ་དེ་ཡར་ལྡན་འགྲེལ་བཤད་ཡོང་བའི་ཁ་དོག་དག་ཁེགས་ནས་དེ་སྐྱེས་ཟད་ཡོང་དུས་ད་དེ་སྔོན་བྱས་ཀྱི་དོགས་པ་དང་རྣམ་རྟོག་ཡོད་བསྡད་པ་ཐེ་ཚོམ་ཡོད་བསྡད་པ་ཚང་མ་དེ་དུས་གཅིག་ཏུ་དམག་ལས་སྒྲོལ་མའི་ལྟེ་བ་ནང་གི་ཕྱག་ནི། དེ་ནས་བཟུང་སྟེ་ད་ཁོང། ཞེས་བཞེད་དང་མངོན་རྟོགས་བརྒྱད་དང་འདི་ཚོའི་ཐོག་ལ་ད་མཁས་པ། ཆེན་པོ་དེ་བྱ་བ་རེད་ཟེར་གྱི་ཡོད་རེད་བ། དེ་ནི་ང་རང་ཚོ་ཡང་བལྟས་ཚེ་རྣ་བ་ལ་མ་སྙིང་བ་ཟེར་གི་མ་རེད་ད་འདིའི་ངོས་འཛིན་བྱེད་མཁན་གྱི་འཇར་པན་དེ་ག་རེ་ལགས་ཤེ་ཟེར་ན། ཐོག་མའི་ཆ་ལས་ད་ཧིན་དུ་གི་ཀྱི་གནས་སྟ་མི་ན་དུ་ཁོ་རང་ཚོ་ཤེས་སྟངས་ཅིག་ཡོད་རེད་ཟེར་མཁན་ཞུ་ཡིན་པ། དབང་ཤོག་དང་འབྲེལ་ནས་དྲང་སྲོང་དེ་དང་འབྲེལ་ནས་ཀྱི་རེད་འདི་གི་སྟེང་ནས་མ་ཀྱི་སྐད་དང་ཡི་གེ་དང་རིག་གཞུང་ཁྱབ་སྟངས་ཆེ་བར་བ་འོ་དེ་རེད་ཤ་ཟེར། དེ་ནས་ཨ་ཤོ་ཀ་གི་སྐབས་སུ་ད་སིངྒ་ལ་ནས་ཕ་ནང་ཆོས་དུ་ད་ཡོང་བར་བ། བརྟན་ཤོག་ཁྱེད་མ་ཆགས་འདོད་ནི་ནང་པ་གའི་གྲྭ་བ་མང་པོ་འདི་ཞིག་རྒྱུད་ལ་བརྡེགས་ད་འདི་གི་རྒྱུད་དེ་ས་སྐྱིད་པོ་རེད་འདུག་བ་ས་བསིལ་པོ་གཅིག་ཨེ་ནང་པ་གའི་ཤུགས་རྐྱེན་དང་ཕྱི་རོལ་པའི་ཤུགས་རྐྱེན་གཉིས་འདི་ཚོ་གཅིག་ཏུ་འདྲེས་ནས་ཨེ་དེ་གཉིས་ཟུང་འབྲེལ་བྱས་པའི་ཐོག་ནས་ནི་ཤེས་རིག་ཟེར་དབང་ཤོག་ཨ་བ་ལོག་གི་དེ་ཤོག་རེད་ཟེར་དང་ནི་དེ་ལ་བརྟེན་པའི་ཆུ་བུར་དེ་ཚོ་དེ་བྱུང་ཤག་ཟེར་ནས་ད་ལྐོག་དེ་ལ་ལག་ཡོད་ཟེར་བ། ད་ལྟའི་སྐོར་ང་ཚོ་ནང་ཆོས་ནི་སྐྱེ་བ་ནང་བཞིན་ཁེངས་མི་ལེན་ཁེངས། ད་དེང་སང་ཀྱི་ལོ་རྒྱུས་སྨྲ་བ་ཟེར་གི་མ་རེད་དེ་ཚོ་གི་བཤད་སྟངས་ཁ་ཕྱོགས་འདྲ་བ་གཅིག་ད་སྐུལ་དོགས་སུ་འདྲ་བ་གཅིག་མ་ཤེས་གི་ཡོད་ས་རེད། ཨ་ཅེ་ད་ང་རང་ཚོ་ནང་པ་གི་ངོས་ནས་བཤད་བ་ཡིན་ན་ཡི་གེ་དེ་ཚོ་དེ་ཤེས་རིག་ཟེར་གི་བཟོས་རེད་ཟེར་ཡ་དེ་འདྲས་ཡོང་གི་ཡོད་རེད། ཨ་ནི་ཤེས་རིག་ཟེར་དབང་ཤུགས་དང་ལྷག་དབང་ཤུགས་གཉིས་མིང་དུ་དབང་ཤུགས་གཅིག་པ་ཆགས་ཡོད་དུ་ཡོད་རེད་བ། ཨ་ནེ་སྐུ་འདྲ་དེ་ཚོ་ཡང་སྔོན་མ་ཡིན་ན་དབྱེ་བ་ཕྱེ་མི་ཐུབ་བ་དེ་འདྲ་ཡོད་པའི་སྐོར་དུ་དགེ་འདུན་ཆེན་པོས་ག་ཅིག་གསུངས་ཡོད་རོ། གང་ལྟར་ང་ཚོ་ནང་པ་ལ་ཤེས་རིག་ཟེར་སྲིད་དེ་དེ་ཕྱི་རོལ་པའི་དབང་ཤུགས་ཡིན་དེ་བས་བཟོ་འདྲ་བ་ད་དེ་འདྲའི་གི་བཟོ་ལྟ་དང་ཤེས་སྟངས་དེ་འདྲ་ཕྱོགས་ཁ་ཤས་ནས་ཡོང་བསྡད་གི་འདུག་བ། འོ་དེ་ཚོ་དང་འབྲེལ་ནས་མ་ཤེས་སྟངས་དེ་ཡོང་གི་ཡོད་ས་རེད། དེ་ནས་ད་མང་པོ་ཞུ་དགོས་ཡ་ད་ཞུ་ཤེས་ཀྱི་མི་འདུག་གཙོ་བོ་དྲ་གྲོགས་ཁ་ཤས་ཀྱིས་གིས་མཆན་ཡང་ནས་ཡང་དུ་འདེབས་བསྡད་ཀྱི་འདུག་དེ་ཡིན་དུས་ནས་པོ་ཏཱ་ལ་ཟེར་ཡ་དེ་གཙོ་བོ་ས་བསྒྲགས་ཀྱི་ནང་ལོང་ནས་ད་ས་ཤོག་ག་བ་ཡོད་མེད་འོ་དེ་ངས་འདི་གང་ལ་གང་ཚང་ཅིག་མགོ་ཚུད་འགྲོ་གི་རེད་བསམ་གྱི་འདུག་ད་དེ་ལས་གཞན་པ་དེ་ཚོ་ཡང་སོ་སོའི་མྱང་བྱ་བྱེད་ནི་མ་གཏོགས། དེ་ནས་མན་གྱི་སྐོར་ལ་བལྟས་ཚེ་ཞུས་རྒྱ་བ་ཡིན་ན་དག་སྐྱ་དང་སྒྲ་གདངས་མ་འདྲ་མ་འདྲ་བ་ཁ་ཤས་ཡོད་ཀྱི་འདུག་བ། ང་ཚོ་བོད་ཡིག་གི་ནང་ལོག་ཆ་མཚོན་པ་ཡིན་ན་པོ་ཏཱ་ལ་ཟེར་ཡ་དང། པོ་ཏཱ་ལ་ཀ་ཟེར་ཡ་དང་པོ་ཏཱ་ལ་ཀེ་ཟེར་ཡ་ཀ་ནི་མོ་ཀེ་བྲིས་རྒྱ་བ་དེ་འདྲས་མཐོང་ཡ་འདུག་ད་ལྟ་དབྱིན་ཇི་གི་ནང་ལོག་ལ་ང་ཚོ་བོད་པ་དང་མཐུན་པ་པོ་ཏཱ་ལ་དང་པོ་ཏཱ་ལ་ཀ་དང་དེ་མ་ཡིན་པ་པོ་ཏི་གི་ཡ་དང

འོ་དེ་ད་ཡོངས་གྲགས་འདྲ་བ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་འཕགས་པ་ཤེས་རིག་ཟེར་ཟེར་བ་དེ་ད་ལྷ་ཡི་དམ། ག་ཚད་ཅིག་ཡོད་པའི་ནང་ལོགས་ནས་ད་ཅིག་ག་རེ་ཟེར་དགོས་རེད། ཚང་མས་ཐུན་མོང་དུ་རྩག་ཆེན་པོ་ཞུ་རྩིས་བསྡད་ཅིག་རྒྱ་གར་ནང་ལོགས་ཆ་མཚོན་པ་ཡིན་ན་ད་ལོ་རྒྱུས་སྨྲ་བ་གོང་དུ་འཇའ་པན་གྱི་མི་དེ་ཚོས་ཤེས་པ་ཡིན་ན་དུས་རབས་དང་པོ་ཡིན་མིན་གྱི་ནི་བཟུང་སྟེ། ད་རྒྱ་གར་གྱི་ནང་པ་གི་ནང་ལོགས་ལས་གྲུབ་མཐའ་དང་དེ་འབྲེལ་གྱི་དབྱེ་བ་མེད་པའི་ཐོག་ནས་ད་ཤེས་རིག་ཟེར་སྲིད་ཡོད་དེ། ཤེས་བྱེད་རྩ་ཆེན་པོ་དང་དེ་འདྲའི་རྩིས་དེ་ཡོད་རེད་ཟེར་གྱི་འདུག་བ། དེ་ག་ནང་བཞིན་ང་ཚོ་བོད་ལ་ཡིན་ན་ཡང་ད་ཤེས་རིག་ཟེར་དེ་ད་ཤེས་བྱེད་ཀྱི་རྩ་ཆེན་པོ་བརྩིས་ནས། བོད་ཁོ་རང་ཤེས་རིག་ཟེར་གྱི་འདུག་ཤིང་དང། ནི་ཤེས་རིག་ཟེར་དེ་བོད་ཀྱི་ལག་སྐད་ཡིན་པ་དེ་འདྲའི་གི། ཐུན་མོང་གི་ཞི་བ་རྩི་བདེ་ཆིག་ལ་ཁ་ཤས་ཡིན་ན་ཡང་དགོས་རིགས་གཅིག་གི་ཞི་བ་རེད་ཟེར་ན་རིགས་གཅིག་གི་དེ་ཙམ་གཅིག་གིས་གལ་ཆེན་པོ་མི་རྩི་ཡ་དང། ཅེས་མ་འདོད་པ་བྱས་ཏེ་དེ་འདྲའི་ཡོང་གི་ཡོད་རེད་བ་ད་ཤེས་རིག་ཟེར་ཟེར་བ་དེ་དེ་འདྲའི་མ་ཡིན་པ། ཚང་མ་གི་གཅིག་ཞི་བ་གཅིག་གི་དེ་ཆགས་གི་ཡོད་ས་རེད་གོང་དུ་ཞི་བ་ནང་གི་རྒྱ་ནག་དང་འཇའ་པན་དེ་ཚོ་ལ་ཡང་ཤེས་རིག་ཟེར་ཏེ་ཞི་བ་སྐད་བརྡ་ཆེན་པོ་ཆགས་ནས་དེ་འདྲའི་གི་ཐོག་ནས་གནས་དེ་སྐད་བརྡ་བྱས་ཡ་གཅིག་ཆགས་བསྡད་ཀྱི་ཡོད་ས་རེད་ཨ་ནི་ཉིན་པ་འདི་ད་རྒྱལ་རྩེ་སྒྲོལ་མ་གི་གནས་ཆགས་བསྡད་ཡོད་རེད་བ། ཐེངས་དང་པོ་ཨ་ནི་དཔོག་ཟླ་ལགས་ཡི་གནས་མཆོག་ནས་ཏང་ཡོན་རྒྱང་ཁུ་ལེན་གྲོང་གི་ད་དཔོག་ཟླ་ལགས་ནི་ཨ་རྒྱལ་རྩེ་སྒྲོལ་མ་འདི་ཡ། གདན་འདྲེན་ཞུ་སེ་ན་རེད་གསོལ་བ་འདེབས་སར་དེབ་གང་ད་ཁོང་གི་གནས་དེ་ཡ་དཔོག་ཟླ་ལ་བཙུགས་ཡོད་རེད་བ། ད་གང་ལྟར་སྤྱན་རས་གཟིགས་དང་རྗེ་བཙུན་སྒྲོལ་མ། ལ་སོགས་པ་ནི་འདི་ཚོགས་ཀྱི་གནས་ཡིན་པའི་ཆ་ནས། ཞོལ་གྱི་སྐྱེ་བྲག་ཆེན་པོ་རྩ་ཆེན་པོ། ཨོ་རྩི་དེ་དེ་འདྲ་ཅེས་ཆགས་ཡོད་ཟེར་བ། གཞན་ཡང་མང་པོ་ཤོད་སྐལ་མི་འདུག་ཚང་མ་ལ་བཀྲ་ཤིས་བདེ་ལེགས།